བྱང་ཨ་རིའི་ནིའུ་ཡོག་ནིའུ་ཇར་སི་ཚན་རིག་སྐྱིད་སྡུག་གི་གླེང་སྟེགས་དེའི་ནང་ལ་ཞུགས་པའི་ཨ་ནེ་ཚོགས་གཙོ་ཚོགས་གཞོན་རྒྱུན་ལས་དར་ནང་བཞིན་དམིགས་བསལ་སློབ་སྟོན་པ་བཅས་ཨ་ནེ་ཁེ་དབང་དགེ་བའི་བཤེས་གཉེན་དང་ཨ་ནེ་གཞུང་ཞབས་ལས་བྱེད་དང་ཨ་ནེ་མང་ཚོགས་ལྷན་རྒྱས་ཚང་མ་ལ་ལྷག་དཀར་བཟང་ཞུ་ཡིན་ཁོང་ཚོས་ས་འདྲ་བསྐྱངས་པ་ནང་བཞིན། དིང་རི་རྒྱ་ཚ་མས། ཁ་རྩི་ངའི་མཚམས་ནས་བཤོལ་ལ་ཁ་རྩི་ག་རེ་བཤོལ་བ་རེད། གང་ལ་དབང་ཡོད་དེ་ལ་སྡིག་པ་ཡོད། ཁ་གྲགས་དབང་ཡོད་སྤངས་ཤིག་དིང་རི་བ། ད་ང་ཚོས་ཁ་གྲགས་པ་དང་དབང་ཡོད་པ་འདི་ལ་འཇིག་རྟེན་པས་བྱས་ན་ཨ་ནི་འཇོན་ཐང་དང་ཨ་ནི་ད་ཅིག་གི་བརྩི་བཀུར་བྱས་དང། བཀའ་བབས་བཅས་རེ་བྱས་ཏེ་བྱིས་བར་དེས་ན་ཡང་བ་དམ་པ་སངས་རྒྱས་ཀྱི་ངང་ཚུལ་ལ་གདམས་པའི་གདམས་པ་དེ་ནང་ལ་ཁ་དྲག་དབང་ཡོད་སྤོངས་ཤིག་ཐེངས་རེ་བ་གསུངས་ཤིང། ཁ་དྲག་དབང་ཡོད་དེ་ལ་ཨ་ནི་གང་ལས་ཀྱང་ཨ་ནི་སྡིག་པ་ཆེ་བ་ཡོད་རེད། ཁ་དྲག་པ་དེས་སྡིག་པ་བསགས་ཡོད་རེད་དབང་ཡོད་པ་དེས་བེད་སྤྱོད་ལོག་པ་བཏང་ནས་ཨ་ནི། འཇིག་རྟེན་འཁོར་བའི་བྱ་བ་བཞག་སྟེ་རླབས་ཆེན་དུ་འགྲོ་བ་ཡིན་ཙང་དེ་སྡིག་པ་ཡོད་རེད་གསུང་བ་རེད་བ། ཁ་དྲག་དབང་ཡོད་སྤོངས་ཤིག་དེང་རིང་བ་སྟ་དེ་བཅད་དེ་སྤང་དགོས་རེད་གསུང་བ་རེད་བ། ད་དེ་ནི་ད་རིང་ཞུ་མཚམས་འདི། ཨ་ལས་འདི་འཇུག་ལ་འདོད་ཤག། ཁ་དྲག་ནོར་མང་བྱས་ལ་བདེ་བ་མེད་སོ་ཆུ་གྲང་ལ་ཁྲོམ་ཤིག་དེང་རིང་བ། སོ་ཆུ་གྲང་ལ་ཁྲོམ་ཤིག་སོ་སོས་སོ་སོ་ལ་བང་ཁྱི་ལ་ལག་པ་བཞག་ནས། ད་རིག་པ་སྒྲིམ་ཤོག་གསུང་བ་རེད་བ། ཁ་གྲགས་པ་དང་ནོར་མང་པོ་ལ་ཨ་ནི་བདེ་བ་ཡོད་མ་རེད། ད་དེ་འདྲ་འདྲ་བོ་འདྲ་བོ་རེད་དེང་གི་དེ་ད་དེ་རིང་ཞུ་མཚམས་འདི། འཇིག་རྟེན་ཕྱི་མི་ཡུལ་ན་གཉེན་བཤེས་མེད་བློ་གཏད་ཆོས་ལ་གྱིས་ཤིག་དེང་རི་བ་ཟེར་བྱས་ཙང་ད། འཇིག་རྟེན་ཕྱི་མི་ཡུལ་ན་གཉེན་དང་བཤེས་བ། ཚེ་འདིའི་གཉེན་དང་བཤེས་བ། ཚེ་ཕྱི་མའི་ལམ་ལ། ཁ་སྐད་སུ་ཞིག་ཕན་ཐོག་ཡོད་མ་རེད། ཨོ་དེ་འདྲ་ཡིན་ཙང་བློ་གཏད་ཆོས་ལ་གྱིས་ཤིག་ཟེར་དུས་རེ་བ་སོང་ད་ང་ཚོས་ཆོས་མ་བྱས་པའི་ཨ་ནི་ད་སྐྱེ་བོ་དམ་པ་རྣམས་ང་ཚོས་ཆོས་མི་བྱེད་པ་ཡིན་ཙང་དེ་ཡིས་ཨ་ནི་ཆོས་བྱེད་ཕྱིར་ཕྱིས་ཡང་ཡང་ནན་ཏན་བསྐུལ་བ་མཛད་པ་རིན་པར་བ་ཨོ་དེ་འདྲ་སོང་ཙང། བློ་གཏོད་ཆོས་ལ་གྱིས། བློ་གཏོད་ཆོས་ལ་གྱིས། གྱིས་ཟེར་དུས་ཆོས་དེ་ག་རེ་རེད་ཟེར་ན། སྡིག་སྤོང་གི་སྒྲུབ་བྱེད་དེ་རེད། སྡིག་པ་སྤོང་བ་དང་དགེ་བ་སྒྲུབ་ཡས། ངོ་བོ་དེ་བློ་གཏོད་ཆོས་ལ་གྱིས་ཤིག་དིང་རི་བ་གསུངས་ཤག། ངོ་བོ་དེ་བྱེད་དུས། འཇིག་རྟེན་ཕྱི་མི་ཡུལ་ན་གཉེན་ཞལ་མེད་པའི་བློ་གཏད་དམ་པའི་ཆོས་ཁོ་ན་ལ་གྱིས་ཤིག། དང་དིང་རི་བ་གསུང་དུ། རིག་པ་གང་ཤར་དུ་དེ་ཅིག། འཕྲོ་རྒོད་ཀྱི་ཚང་འདོར་བ་ཡིན། ཚིག། གཉིས་གཉིས་གཉིས་གཉིས་སྦྱར་མ། འདི་གོ་རྒྱུ་ཞུས་དུ། ད་དེ་རྒྱ་དེ་དངོས་གནས་བྱས་ན་ང་རང་ཚོ་བའི་ཁ་རྒྱུན་ལ་འཇགས་ནས། འཇིག་རྟེན་གྱི་ཁ་བས། ཚིག་འདྲ་མི་འདྲ་དེ་འདྲའི་སྐྱོ་ཡ་ཡོད་རེད་བ། དེ་ཚོ་སྔར་སྐྱེ་བོ་དམ་པ་རྣམས་ཀྱིས་དེ་འདྲའི་ཟེར་ནས་ལམ་སྟོན་གནང་བཞག་པ་དེ་འཇིག་རྟེན་མཁའ་སྤྱོད་ནང་ལ་བཞག་བ་རེད་བ། དང་པོའི་དཔེ་ལས་བདེན་པ་མེད། འོ་དེ་འདྲས་ཟིག་ཡོད་རེད་བ། འོ་དེ་དེ་འདྲས་དེ་འདྲས་ཟེར་ནས་འཇིག་རྟེན་མཁའ་ལ་གྲགས་པ་དེ་ལྟ་ང་རང་ཚོ་ཡང་དེ་ལྟར་ཕ་དམ་པ་སངས་རྒྱས་གདམས་པ་དེ་འདྲའི་ཚིག་ཉིས་འགྲེལ་ཉིས་འགྲེལ་དུ་དེ་འདྲའི་དུ་བ་དེ་ཚོ་ཁག་གཅིག་ང་རང་ཚོའི། མཁའ་ལ་སྦྱངས་པ་བྱས་ནས་ནམ་རྒྱུན་ཁ་རྒྱུན་ལ་བེད་སྤྱོད་བྱེད་ཐུབ་པ་ཡིན་ན་ག་ལེ་ག་ལེ་ཆོས་ཉན་ཏེ་ཡང་ནས་ཡང་དུ་ང་ཚོ་གཅིག་གིས་གཅིག་ལ་བབས། གཞན་ལ་སྐུར་མ་འདེབས་པ་དང་རང་ཉིད་ཅག་བརྒྱ་ཡ་བྱེད། དཔེར་ན་ང་ཚོ་ད་ད། དིང་རི་རྒྱལ་མཚམས་མ་དེ་གིས་ང་ཚོར་བགྲོ་གླེང་བྱས་པ་དེས་རང་ཉིད་ལ་ཡང་ཕན། གཞན་ལ་ཡང་ཕན། འོ་དེ་འདྲ་ཡོད་རེད་བ། སོང་ཙང། རིག་པ་གང་ཤར་དུ་དེ་གཅིག་ཁྲོ་རྒོད་ཀྱི་ཚང་འདོར་བ་ཡིན་སོང་ད། རིག་པ་གང་ཤར་དུ་དེ་གཅིག་ཟེར་ན། སོ་སོའི་བསམ་བློ་རིག་པ་དེ་ག་ས་ག་ལ་འགྱུར་བ་ར་ཉོན་མོངས་ཀྱི་ཞག་འདུ། འོ་དེ་ད་ག་བ་ག་བ་འགྲོ་གི་འདུག་དེས། ཨ་ནི་སྡིག་པའི་ཕྱོགས་ལ་མ་བཏང་སོང་ར་ད་དེ་ཤ་བཏང་ནས། ད་བདེ་བ་མ་འགྲོ་བདུད་ཆེན་ལ་ཤོག། རིག་པ་གང་ཤར་དུ་ཐལ་ཅིག། འཕྲོ་རྒོད་ཀྱི་ཚང་དུ་བ་ཡིན་ད། འཕྲོ་བ་དང་རྒོད་པའི་ཨ་ནི་ཉེས་སྐྱོན་ཡོང་དགོས་ཙང་དེ་ཨ་ནི་ཡོང་ངེས་མ་རེད། འཕྲོ་བ་དང་རྒོད་པ་ལ་བརྟེན་ནས་ང་ཚོ་སྡུག་བསྔལ་དཔག་ཏུ་མེད་པ་འབྱུང་བ་ཡིན་ཙང། འོ་རིག་པ་དེ་དལ་བ་ཡིན་ན། དྲང་པོའི་ལམ་ལ་ཚུར་བཅུག་ནས་དལ་བ་ཡིན་ན་ཨ་ནི་འཕྲོ་རྒོད་ཀྱི་ཚང་འདོར་བ་རེད། འཕྲོ་བ་དང་རྒོད་པ་དེ་ཨ་ནི་རྩ་མེད་འགྲོ་གི་རེད་གསུང་བ་ཡིན་པར་བ། འོ་དེ་ཨག་ར་སི་ཏིའི་དགོངས་པ་ཡིན་སྟབས་གྲུབ་ཆེན་ཨག་ར་སི་ཏིའི་ཞུ་ཡིན་བྱུང་འདུགའོ། ཁོང་གི་དགོངས་པ་རེད་སྟབས་མཁས་གྲུབ་བླ་མ། གྲུབ་ཆེན་སོགས་སོ་སོ་གིས་མི་ཚེ་སྙིང་པོ་ཉམས་ལེན་བྱས་པའི་ཉམས་ལེན་གནང་པའི་སྙིང་པོ་དེ་དེ་ལྟར་ང་ཚོར་གདུལ་བྱ་རྣམས་ལ་མ་ཚིག་དུམ་དུམ་དུམ་དུམ་འདི་འདྲས་མ་སྟོན་བཞག་དེ་འདྲས་ཡོད་རེད། ད་དཔེར་ན་དེ་ལྟར་འདི་ཡང་རིག་པ་གང་ཤར་དུ་དེ་གཅིག་འཕྲོ་འཁོར་གྱི་ཚང་དོར་བ་ཡིན་ཟེར་ཏེ། གྲུབ་ཆེན་ཨ་ཀ། སྲིད་དེའི་ཞུ་ཉན་དེ་ཡི་དགོངས་པ་ཡིན། ལྟ་ངན་དེ་རྣམས་ལྟར་འདི་ཚོ་ཀློག་མ་མྱོང་ད་དེ་ཅིག་རྣམ་ཐར་ཀློག་ན་དེའི་ནང་ལ་ཡོད་རེད་བ་ད་གྲུབ་ཆེན་ཨ་ཀར་སྲིད་དེའི་དགོངས་པ་ཡིན་ཟེར་ནས་བ་ད་ཁོང་རང་གིས་དེ་འདྲའི་གདམས་པ་དེ་འདྲ་གནང་ཡོད་རེད་དེ་བྱས། དེ་ནི་ཐ་མ་གྱི་ཤེས་པ་ངོས་མ་ཟིན་ན་རིག་པ་གཅེར་བུར་འབྱིན་པ་མི་ཤེས་པས་འཇིག་རྟེན་གྱི་ངོ་བོ་ལ་བལྟ་བར་བྱ། ད་ལྟའི་འགྲེལ་བར་དག་དེ་ལྟར་འཇིག་རྟེན་ཕྱི་མ་ཡུལ་ན་གཉེན་བཤེས་མེད་བློ་གཏད་ཆོས་ལ་གྱིས་ཤིག་དིང་རི་བ་ཟེར་ཏེ་འདི་ལ་འགྲེལ་བ་ད་ག་ཟག་ག་ནི་ལུང་དང་གདམས་པ་འདི་འདྲ་དྲངས་ནས་གསུང་དགོས་བར་བ། བྱས་ཙང། ཐ་མལ་གྱི་ཤེས་བ་ངོས་མ་ཟིན་ན་ཟིན་ད་ང་ཚོ་ཐ་མལ་བ་ཡིན་པ་དེ་ཐ་མལ་ཡིན་པ་དེ་ཤེས་དགོས་བར་བ་དེ་གལ་སྲིད་མ་ཤེས་ན་རིག་པ་གཅེར་བུར་འཛིན་མི་ཤེས་པས་རིག་པ་གཅེར་བུ་ཟིན་ན་ང་ཚོའི་རིག་པ་བློ་དང་རིག་པ་དང་རྒྱབ་རྟེན་ཨཱ་ནི་དམར་རྗེན་དུ་སྟོན་དགོས་པ་རེད། ད་ང་རང་ཚོས་ད་སྡིག་པའི་བྱ་བ་རྐྱང་རྐྱང་གི་སྒང་ལ་འགྲོ་བསྡད་པ་དེ་རང་གིས་རང་ལ་སྐྱོན་མཚང་བསྔོགས་ནས་ཨཱ་ནི་དམར་རྗེན་དུ་སྟོན་ནས་ཨོ། ཞེ་སྡང་གི་ལམ་ལ་འགྲོ་འོས་འདུག་གཏི་མུག་གི་ལམ་ལ་འགྲོ་འོས་འདུག་ཨཱ་ནི།

ནི་བཏགས་པ་རེད། ཡན་ལག་མེད་པའི་རྡོ་རྗེ་བསྡམས་པ་ཡིན་ནོ། དེ་ཡང་གདམས་ངག་ཅིག་རེད་དོ། བྱས་ཙང་ད་དམ་པ་རིན་པོ་ཆེའི་ཞལ་ནས་ག་རེ་གསུངས་ཟེར་ཤངས་ཆུང་མ་ཟེར་ད། ནི་འཁོར་བའི་མཚན་ཉིད་ནི་སྡུག་བསྔལ་འབའ་ཞིག་ཏུ་འདུག་པས་ད་འཁོར་བ་དེ་ནི་སྡུག་བསྔལ་གྱི་རང་བཞིན་ཅན་རྐྱང་རྐྱང་རེད་ཤག་སྟ་རེད་བ། ད་ང་རང་ཚོ་འཁོར་བའི་སྡུག་བསྔལ་ལ་བས་གཡེངས་ནས་སངས་རྒྱས་བཅོམ་ལྡན་འདས་དེ་ནི་སྡུག་བསྔལ་འཕགས་པའི་བསྟན་པ་དང་པོ་གང་སྡུག་བསྔལ་དེ་བསྟན་གནང་འདུག་བ་ང་ཚོ་སྡུག་བསྔལ་སྡུག་བསྔལ་འདུག་མ་གཏོགས་པ་ཅི། འོ་དེ་ཡི་ནི། གཅིག་གཡེངས་ནས་ད་སྡིག་པའི་བྱ་བ་རྐྱང་རྐྱང་གིས་ད་ལས་ངན་བསྒྲུབས་བསྡད་ཀྱི་རོགས་མོ་དེ། འཁོར་བའི་མཚན་ཉིད་ནི་སྡུག་བསྔལ་འབའ་ཞིག་ཏུ་འདུག་པས། ཨཱ་ནི་འགྲོ་བྱེད་ད་ལྟ་གྱིས། བྱས་ཙང་ད། ད་བར་དུ་ཐམས་ཅད་ཡིན་པའི་འཁོར་དབང་ལ་འགྲོ་བའི་འགྲོ་བྱེད། ས་ན་རེད། ཚེ་ཕྱི་མའི་གྲོ་ཆས་ས་ན་རེད་འོ་དེ་ད་ལྟ་ནས་ད་འགོ་བཙུགས་ནས་བྱེད་མ་འདུག་ཉིན་འགྱངས་ཞག་འགྱངས་བསྡད་ཡོང་མ་རེད་སོང་བ་རང་ཁོ་བོའི་མཚན་སྙན་ནི་སྡུག་བསྔལ་འབའ་ཞིག་ཏུ་འདུག་པས་གྲོ་ཆས་ད་ལྟ་བྱིས་ཟེར་ཁོ་བ་ནས་ཐར་ཐབས་དེ་དེ་འདྲ་ནས་བྱེད་སོང་བ་རེད་བ། འོ་དེ་བྱེད། འཇིག་རྟེན་འདིའི་སྣང་བ་སྒྱུ་མ་རང་དུ་འདུག་པས། ཆག་ཆག་ཆག་ཆག་ཆག་བྲིས་ནས་གསུང་གི་འདུག་འཇིག་རྟེན་འདིའི་སྣང་བ་སྒྱུ་མ་རང་དུ་འདུག་པས་འཇིག་རྟེན་འདི་ནི་ཨ་ནི་སྒྱུ་མ་ནང་བཞིན་རེད་སྨིན་དྲུག་ནང་བཞིན་རེད། དངོས་བདེན་པ་དང་དག་ཕན་འདོགས་ཡོད་པའི་བྱ་བ་སྤྱད་མོད་རྒྱུ་མ་སྙེ་འདོད་རྫུན་སྨྲར་བ། རྒྱུ་མ་ང་ཚོའི་དེ་ལྗགས་རྡུལ་ལ་ཡོད་པ་དག་རྒྱ་སྐད་ལ་ལྗགས་རྡུལ་ང་ཚོའི་ཡི་གེ་ལ་བྱས་ན་རྒྱུ་མ། རྒྱུ་མ་མཁན་གྱི་རྒྱུ་མ་སྨིན་དྲུག་བསྟན་པ་དེ་སུའི་བར། འཇིག་རྟེན་འདིའི་སྣང་བ་སྒྱུ་མ་རུ་སྒྱུ་མ་རང་དུ་འདུག་པས་འཁྲུལ་བའི་ལས་ལ་མི་ཟེར་ཟེར་དུ་མ་བཅུག་ཅིག་ཟིན་ད་ཨ་འདི་ཤངས་ཆུང་མ་ལ་གདམས་པ་བསྟན་པར་མཛད་པའང་འོ་དེ་འདྲའི་རེ་བཞག་ད་འདི་ཨེ་ང་རང་ཚོ་འཁོར་བར་བ་ད་སོ་སོ་ལ་བྱ་བ་ཐམས་ཅད་དོན་མེད་རང་དུ་འདུག་པས་སོ་ད་ང་ཚོས་བྱ་བ་གང་བྱ་བ་དེ་བརྒྱད་དེ་དོན་མེད་དོན་དག་མེད་ཀྱོ་རྐྱང་རྐྱང་རེ་བཞག་སོ་རེ་བ་ད་དོན་དག་ཡོད་པ་དེ་ཚེ་ཚེ་རབས་གཏན་གྱི་འདུན་མ་ཡང་ན་ཚེ་རབས་གཏན་གྱི་བདེ་བའོ་དེ་འགྲུབ་ཐུབ་པ་ན་དོན་དག་ཆེན་པོ་རེད། ཨ་དེ་ང་ཚོས་བྱེད་ཀྱི་མི་འདུག་བྱ་བ་ཐམས་ཅད་དོན་མེད་རང་དུ་འདུག་པས། འདུས་བྱས་འཇིག་རྟེན་གྱི་ལས་ལ་བྱ་བྱེད་མ་མང་ཞིག། འཇིག་རྟེན་གྱི་བྱ་བ་ལ་ནི་ད་བདུད་རྩིའི་གཡེང་བ་ཟེར་བ་ལྟར་བྱ་བྱེད་མང་པོ་བྱས་ནས་མགོ་འཁོར་ཏེ། དེ་འདྲའི་བྱ་བ་མང་པོ་དེ་འདྲ་མ་བྱེད་གསུང། ད་དེ་གསུང་ས་དེ་ཤངས་ཆུང་མ་ཟེར་དེ་ལ་རེ་དོ། ཡེངས་མ་ལམ་ལ། མི་ཚེ་སྟོང་ཟད་ལ་འགྲོ་བས། ཡང་མ་ལམ་ལ་ཟེར་ན་ཁ་ཡེངས་མིག་ཡེངས་ལ་ཟེར་བ་རེད་རྣམ་ཡེངས་ལ། མི་ཚེ་སྟོང་ཟད་ལ་འགྲོ་བ་རེད། ཁ་ཡེངས་མིག་ཡེངས་བྱས་ནས་ཨ་ནི་རྣམ་ཡེངས་དུ་བཏང་ན་མི་ཚེ་སྟོང་ཟད་ལ་འགྲོ་བ་རེད་ད། བརྩོན་འགྲུས་ཀྱི་ལྕག་གིས་ཡང་དང་ཡང་དུ་ཁྲོ་ཞིག་བརྩོན་འགྲུས་ལྕག་ཟེར་ན་ལྕག་ཟེར་ཏེ་ལྕག་ཟེར་དེ་རེད་ལྕག་ང་ཚོའི་འདི་ལྟའི་གསེར་དང་དངུལ་དང་ཟངས་དང་ལྕགས་ཟེར་ལྕག་དེ་མ་རེད། ལྕགས་ཟེར་ཏེ་ང་ཚོ་ལྕགས་སྐུད་བརྒྱབ་ཟེར་གྱི་ཡོད་རེད་བ་འོ་དེ་བརྩོན་འགྲུས་ཀྱིས་ལྕགས་གིས་ཟེར་ན་བརྩོན་འགྲུས་ཀྱིས་ལྕགས་སྐུད་བརྒྱབ་ནས་བརྩོན་འགྲུས་ཀྱིས་ལྕགས་བརྒྱབ་ཟེར་ལྕགས་སྐུད་དེ་ག་རེ་རེད་ཟེར་ན་དགེ་བ་ལ་ཨ་ནི་བརྩོན་འགྲུས་བྱས་ནས་དེ་ལ་ལྕགས་ཡང་དང་ཡང་དུ་ཨ་ནི་གྲོ་བཞིན་ཡང་ཡང་སེ་ཡང་སེ་ཨ་ནི་ལྕགས་བརྒྱབ་ཤོག་ཨོ་ད་གདམས་པ་བཟང་མོ་ཞུས་རེད་བ་འདི་ཚོ་མི་ཚེ་ལ་ལོང་མི་འདུག་པས་ད་དེ་ནས་ཡང་མི་ཚེ་ལ་ལོང་མི་འདུག་པས་ལེ་ལོ་དང་སྙོམ་ལས་ལ་རྒས་སུ་མ་བཅུག་ཅིག། ད་མི་ཚེའི་ནང་ལོ་ལ་ཨ་ནི། དགེ་བ་བྱེད་པའི་ཨ་ནི་དུས་ཚོད་མི་འདང་བས་མི་ཁོམ་པས། ལོ་ཨ་ནི་ལེ་ལོ་དང་སྙོམ་ལས་ལ་འགས་སུ་མ་བཅུག་ལེ་ལོ་དང་སྙོམ་ལས་ཁོ་རང་བྱས་ནས་འགས་རུ་མ་བཅུག་སོས་ད་དགེ་བའི་བྱ་བ་ལ་འབད་བརྩོན་བྱས་ནས་རིག་པ་བསྒྲིམས་ནས། ལོ་ཨ་འོ་དེ་འབད་བརྩོན་བྱེད་ཞོག་གསུང་བ་ཡིན་པ་རེད། ད་འཆི་བདག་གི་དུས་ནི་སྐྱེས་བུའི་ནང་པར་ནས་བྱུང་བས། འདིར་མི་འཆི་ལུགས་མ་ནོར་བར་གལ་ཆེའོ།

རོ། བྱས་ཙང་ཨ་ནི་འདོད་མི་བྱེད་ལུགས་མ་ནོར་བ་གལ་ཆེ་བ། འདོད་མི་བྱེད་ལུགས་ཟེར་ན་ཚེ་རབས་གཏན་གྱི་འདུན་མ། ཚེ་རབས་གཏན་གྱི་འདུན་མ་ཟེར་ན་ད་ཚེ་རབས་ཕུགས་ཀྱི་ཨ་ནི་བདེ་དོན། ཕུགས་ཀྱི་ཨ་ནི། ཕུགས་ལ་ཕན་པའི་བྱམས་དམ་པའི་ཆོས་བྱེད་ཡ་ཡི་ལམ་དང་ལུགས་སོགས་དེ་ཚོ་ལ་མ་ནོར་བ་བྱས་ནས་རིག་པ་སྒྲིམ་སོང་བ་རེད་མ་ནོར་བ་གལ་ཆེའོ་གསུངས་བཞག། ཨོ་དེ་ནི་ཡང་ཤི་བའི་ནང་པར་ཕན་པ་ཆོས་མིན་པས་མེད་པས་ཤི་བའི་ནང་པ་དེ་ལ་ནི་ཕན་ཐོགས་ཡ་དེ་ལ་ཆོས་དེ་མི་འདི་ཡོད་མ་རེད་སོ་སོའི་སྡིག་སྤོང་གི་རུབ་ག་ཚོད་བྱས་ན་དེས་སྐྱེ་བ་ཕྱི་མ་དེར་ཕན་པ་རེད་མི་འདུག་རྒྱུ་ནོར་ལོངས་སྤྱོད་དང་ཁ་ཆེ་དབང་ཐང་འདི་ག་གས་ཕན་པ་མི་འདུག་པས་བྱ་བ་ཐམས་ཅད་ཀྱི་སྔོན་དུ་ཆོས་ལ་འབུངས་ཤིག་བྱ་བ་གང་བྱས་པ་ཡིན་ན་དང་པོ་ཨ་ནི་ཆོས་ཁོ་རང་རང་ལ་ཨ་ནི་འབུངས་ཤིག་ཟེར་ན་ད། རིག་པ་བསྒྲིམས་ཤོག་ཟླ་མེད་ཆོས་ཁོ་ན་ལ་ནི་བྱ་བ་ཐམས་ཅད་འདིའི་གང་དུ་སྤུངས་ཤོག། འཇིག་རྟེན་འདིའི་འདུན་མ་ལ་རྒོལ་བ་མི་འདུག་པས་འཇིག་རྟེན་འདིའི་འཇིག་རྟེན་འདིའི་འདུན་མ་ལ་རྒོལ་བ་མི་འདུག་པས་ད་འཇིག་རྟེན་འདིའི་བྱ་བཞག་འདི་ཚོ་ལ་རྒོལ་བ་སུ་གལ་མི་འདུག་རེད་བ། བུ་བུག་དམ་པའི་ཆོས་ལ་གྱུར་ཅིག། དྲོད་ཀྱི། དྲོད། བྱས་བྱས་བྱས། ཨ་ནི་བསམ་བློ་བཏང་བཏང་བཏང་བ་དེ་བརྒྱད་དེ་ཆོས་རང་རང་ལ་བ། ཁུག་པ་གྱིས་ད་ཆོས་རང་ལ་བ། བརྩོན་པ་དང་འབད་བརྩོན་བྱེད་ཤོག་ཆོས་རང་ལ་བ། འགྱུར་བ་བཏང་ཤོག། འོ་དེ་ཆ་ཆ་ཆ་ཆ་འགྲིག་ནས་སོང་འདུག་ཨ། ནམ་ཞག་གཏན་གྱི་བསོད་ནམས། ད་རེས་བྱ་དགོས་པས། ནམ་བཞག་སྟེང་གི་སོ་ནམ་དེ་དེ་འདྲའི་ཆེ་བོ་རེད་མ་གཏོགས་ཨ་ནི། ད་ཅིག་ས་ཉིན་ནང་ཉིན་ཚེ་ཕྱི་མ། ཟེར་དེ་ཚོ་ཨ་ནི། ཡོང་ཡ་ཡོད་མ་རེད། ད་ནམ་བཞག་སྟེང་གི་སོ་ནམ་ད་རེས་བྱ་དགོས་པས། དེ་འདྲའི་མི་ལུས་ལན་ཅིག་ཐོབ་པ་དེ་ལ་ཆེ་བོ་རེད། འཇིག་རྟེན་གྱི་བྱ་བ་ལ་མི་ཟེར་ཟེར་དུ་མ་བཅུག། ད་འཇིག་རྟེན་གྱི་བྱ་བ། བྱ་བ་ཁོ་ན་བྱས་ནས་མི་ཟེར་ཟེར་ན་ད་དཔེ་ཟ་གི་རེད། འོ་དེ་འདྲའི་རྩ་ནས་མ་བྱས། འཇིག་རྟེན་གྱི་བྱ་བ་མི་ཟེར་ཟེར་དུ་མ་བཅུག་ཅེས་གསུངས།

ལྗོན་ཤིང་གི་རྡོ་རེད་ལྗོན་ཤིང་གི་རྡོ་ཟེར་ཏེ། ལྗོན་ཤིང་གི་རྡོ་ཡི་ནང་ལ། མཛངས་མ་ལྷ་ཆོས་མི་བྱེད་ན་དེ་ནི་བླུན་པོ་མདོ་སྨད་ཡིན། མཛངས་མ་ཟེར་ན། ང་རང་ཚོ་བོད་ལྗོན་ནག་ཡིན་ངེས། ཨ་ནི་རྣམ་དཔྱོད་ཡིན་ངེས་ཀྱི་མི་ཞིག་ཡིན་ན། ཨ་ནི་ཆོས་བྱེད་བ་རེད། ལྷ་ཆོས་བྱེད་བ་རེད། ལྷ་ཆོས་དགེ་བ་བཅུ་གཟིགས་བ་ར་དགེ་བ་བཅུ་ལ་འབད་བརྩོན་བྱས། གལ་སྲིད་དགེ་བ་བཅུའི་ལྷ་ཆོས་དེ་མི་བྱེད་ན་ཨ་ནི་ད་ཁྱེད་རང་མཛངས་པ་དང་མཛངས་མ་ག་རེ་ཡིན་ན་ཡང་ཨ་ནི་བླུན་པོ་མདོ་མེད་ཡིན་སྲིད་མདོ་མེད་ཟེར་ན་ཆོ་མེད་སྐྱོགས། ལྐུགས་པ་བླུན་པོ་ཨ་ནི་ཆོ་མེད་སྐྱོགས་ཅིག་རེད། ང་མཛངས་མ་ཡིན་ང་འཇོན་ཐང་ཞིབ་ཅིང་ང་པའི་རྣམ་དཔྱོད་ཡོད་ཟེར་ཡིན་དེ་ཨ་ནི་ཆོ་མེད་སྐྱོགས་རེད་གསུང་བ་རེད་བ་མཛངས་མ་ལྷ་ཆོས་མི་བྱེད་ན་དེ་ནི་བླུན་པོ་མདོ་མེད་ཡིན། ད་ནང་བཞིན་ཕྱུག་པོ་སྦྱིན་པ་མི་གཏོང་ན་དེ་ནི་གཞན་གྱི་གཏེར་སྲུང་ཡིན་ཚིག་གཉིས་གཉིས་གཉིས་གཉིས་ཆ་འདྲེས་ནི་རོ་བོ་དོ། དཔེ་རྙིང་རྗེ་བོ་དོ། ཕྱུག་པོ་སྦྱིན་པ་མི་གཏོང་ན་བྱས་ཉིད་དེ་ནི་གཞན་གྱི་གཏེར་སྲུང་ཡིན། ད་ཕྱུག་པོ་དེ་བརྒྱད་དེ། རྒྱུ་ནོར་ཡོད་བ་དེ་བརྒྱད་དེ་སྦྱིན་པ་བཏང་མ་བཏང་ན། ནི་གཞན་གྱི་ནོར་སྲུང་ཉིན་དང་གཅིག་པ་རེད། དེ་རེད་རེད་བ་ད་ང་ཚོས་བཤད་བཤད་བདེ་བོ་རེད། དེ་བཤད་གིན་བཤད་གིན་ལ་ནོར་ཁ་ངན་སྒྲ་སོགས་བྱས་ནས་ནོར་སག་སག་སག་ཐ་མ་དེ་སག་སག་སག་ནས་ཉི་མ་གཅིག་ཤི་འགྲོ་བའི་གང་ལ་དེ། ད་དུང་རྒྱུ་ནོར་ལོངས་སྤྱོད་དེ་རྐྱེན་བྱས་ནས་གཉེན་ཉེ་ཚན་དང་དེ་དང་འབྲེལ་ཡོད་མང་པོ་ཞིག་རྒྱབ་འབྲེལ་དང་འཁྲུག་པ་བསྐྱལ་རྒྱུ་སོགས་བྱས་ཡོད་རུང། གང་ལྟར་སོ་སོ་ལ་ལོངས་སྤྱད་མེད་བ་བྱས་མི་གཞན་གྱིས་བེད་སྤྱོད་བྱས་ཆགས་བསྡད་དེ་གཞན་གྱི་ནོར་སྲུང་ཉེན་རང་ཆགས་བསྡད་འདུག་བྱས་ཙང་ཕྱུག་པོ་གི་སྦྱིན་པ་མི་གཏོང་ན་དེ་ནི་གཞན་གྱི་གཏེར་སྲུང་ཡིན་གཏེར་སྲུང་ཉེན་དང་གཅིག་པ་རེད། གཞན་དག་གི་གཏེར་སྲུང་ཉོན་ཅིག་པ་རེད། དེ་ནི་གཞན་གྱི་གཏེར་སྲུང་ཡིན། མཁས་པ་དམ་ཚིག་མི་སྲུང་ན་དེ་ནི་སྡོང་པོ་གོང་རེད། ད་མཁས་པ་ཡིན་ན། རང་རང་གི་དམ་ཚིག་དེ་ཚུལ་བཞིན་དུ་སྲུང་དགོས་རེད་རྣམ་དཔྱོད་ཡོད་ན། གལ་སྲིད་དེ་འདྲས་ཀྱི་དམ་ཚིག་དང་སྡོམ་པ་སྲུང་གི་མེད་ན།

ཡེངས་མ་ལམ་ལ་འདུས་མ་ཤར་མ་འཆོར། དྲོད་རྟགས་ད་ལྟ་ཆོས་ཤིག་དིང་རི་བ་གསུང་བཞག་ད་ཡེངས་མ་ལམ་ཟེར་ཏེ་འདིར་ཁ་ཡེངས་མི་ཡེངས་བྱས་འདི་ལ་རྣམ་གཡེང་ལ་ཟེར་བ་རེད་ཡེངས་མ་ཡེངས་ཟེར་ཏེ་རྣ་བ་ཡེངས་པ་ཟེར་བ་ཡེངས་མ་ལམ་ཟེར་ཡེངས་མ་ལམ་ལ་འདུས་མ་ཤར་མ་འཆོར་ཤར་མ་འཆོར་ཤར་མ་འཆོར། བདག་རྣམ་གཡེང་བྱས་ནས་བསྡད་བསྡད་བ་ཡིན་ན་རང་གི་སྟེང་གི་འདུན་མ་དེ་ཤར་མ་དེ་ཨ་ནི་ཤོར་གི་རེད་ད། མི་ཚེའི་སྙིང་པོ་སྟེང་གི་འདུན་མ་ལེན་ཡོད་ཀྱི་སྟེང་གི་འདུན་མ་ཟེར་ན་གཏན་དུ་ཨ་ནི་བདེ་སྐྱིད་ཀྱི་ཨ་ནི་བདེ་སྐྱིད་ཀྱི་དམ་པའི་ཆོས་བྱས་ཏེ་ཤོར་གི་རེད་ད།

རྨི་ལམ་གྱི་ཞལ་བ་མ་རྟོགས་ན། རྨི་ལམ་གྱི་ཞལ་བ་མ་རྟོགས་ན་ད་གདོད་འཁྲུལ་སྣང་མི་རྟག་པས་ཕུ་ཐག་ད་ལྟ་ནས་ཆོད་པར་བྱ། ང་ཚོས་རྨི་ལམ་ག་ཚོད་མཐོང་བདེ་བ་དེ་ཚོ་ནི་རྨི་ལམ་ནི་རྨི་ལམ་རང་རེད་རེད་བ། སྐབས་རེ་ང་ཚོ

འོ་དེ་གཉིས་ལམ་དང་བར་དོ་གཉིས་གཅིག་པ་ཆགས་བསྡད་རེད། རྨི་ལམ་གྱི་ཤེས་པ་མ་གཏོགས་ན་བར་དོའི་འཁྲུལ་སྣང་མི་རྟག་པས། རྨི་ལམ་གྱི་ཤེས་པ་དེ་མ་གཏོགས་ན་བར་དོའི་འཁྲུལ་སྣང་ཨ་ནི་མི་རྟག་པས་ན་བར་དོའི་འཁྲུལ་སྣང་དེ་དག་གི་མ་རེད། ཕུ་ཐག་ད་ལྟ་ནས་ཆོད་པར་བྱ། ཅེས་ཙང་ཏཱ་ཕུག་གིས་ཨ་ནི་ད།

བྱུར་མོ་བདུད་རྩི་གྱིས་སུ་ཁོང་ལ་གཅིག། བྱུར་མོ་བདུད་རྩི་གྱིས་སུ་བཞི་ཉལ་འདི་ཡིས་ད་བྱུར་མོ་བསད་དེ་ཅི་དང་བཙུན་མ་ལ་བྱུར་མོ་ཟེར་གྱི་འདུག་ཨ། བྱུར་མོ་བདུད་རྩི་གྱིས་ཀྱིས་དམ་པ་རིན་པོ་ཆེ་སྨྱུང་ཟེར་བ་ཐོས་ནས་སྦྱར་འདུག་ཡོང་བས་རོ། ཨ་ནི་ད་ཕ་དམ་པ་སངས་རྒྱས་ཀྱིས་སྨྱུང་གི་འདུག་ཟེར་གོ་ནས་ཨ་ནི་སྦྱར་བ་བཅར་བ་ཡིན་པ་རེད།

བུ་མོས་ག་རེ་གསུངས་པ་རེད་ཟེར་ན་ཅི་མྱོང་ལགས་ཞུས་པ་རེད། ག་རེ་མྱོང་གི་འདུག་ཟེར་ན་ལུས་སེམས་དབྱེར་མེད་དུ་ན་སོང་ལུས་དང་སེམས་དབྱེར་མེད་དུ་ན་གི་འདུག་གསུངས་བ་ཡིན་པ་རེད་དམ་པ་ལགས། ང་ཡི་རྨི་ལམ་ན་དམ་པ་ནམ་མཁའ་ལ་བཞུགས་པ་ཞིག་རྨིས་ན་དམ་པ་གྲོགས་མོ་མིན་ན་རུང་སྟེ་ཟ་ཨ་ནི་དེ་ནི་བུ་མོས་ངའི་རྨི་ལམ་ནང་ལ་དམ་པ་ནམ་མཁའ་ལ་བཞུགས་པ་དེ་འདྲ་ནམ་མཁའ་ལ་ཕེབས་འགྲོ་བ་དེ་འདྲ་རྨིས་སོང་ཟེར།

འདི། ཡང་མ་ལམ་ལ་འདུས་མ་ཤར་མ་འཆོར། དྲོད་རྟགས་ད་ལྟ་ཆོད་ཅིག་དིང་རི་བ། སེམས་ངལ་རྩོལ་ལ་གདམས་འདུག་ཨ། ཨོ་དེ་གདམས་པ་དེ། བདུད་རྩི་སྐྱིལ་ན། བགྲོ་གླེང་གི་ཚུལ་དུ་བྱུང་འདུག་ཨ། མི་ཚེ་ཡེངས་མ་ལ་བསྐྱལ་ན། འཆི་བདག་བདུད་དང་ཕྲད་པའི་མི་ལ། འགྱོད་པ་ཅིག་ཡོང་གི་རེད་ཡོང་གི་མ་རེད། ཞེས་ནས་དྲི་བ་བཏང་པ་རེད། འགྱོད་པ་སྐྱེ་ཡས་ཡིན་པ་རེད་བ། མི་གཟིགས་དབྱངས་ངེས་ངེས་ལ་རྣམ་གཡེང་གང་དུ་འདུག་སེ་ཆོས་ལ་རིག་པ་མ་བྲིན་པ་བྱེད་ཨ་ནི་འདུག་སེ་དུས་ཚོད་སྐྱེལ་བ་ཡིན་ན་ཨ་ནི་གཞིས་ཀ་ལ་མ་སྟེར་འགྱོད་པ་སྐྱེལ་ཡིན་ཡིན་པར་བ། བསོད་ནམས་སྡིག་པ་ལ་བྱེད་ན་ཚེ་ཟད་པའི་མི་དེའི་སྙིང་ལ་བྱེད་པ་ཨེ་ཡོད། ལས་སྡིག་པ་འབའ་ཞིག་བྱས་པས་འཆི་བདག་བདུད་ཀྱི་ཆགས་པ་བྱུང་བའི་དུས། ལྷག་པར་བྱུང་བའི་ཡུལ་ཅན་དང་ཚངས་ཅན་དང་ཕྲད་པ་འདྲ་སྟེ་གྲོལ་བས་ནི་མི་ཐར་ཟད་ལྟ། བསོད་ནམས་སྡིག་པ་བྱས་པས་བསོད་ནམས་ཟད་དེ་ཞིང་ཁ་བསོད་ནམས་ཟད་ཞིང་པས་བསོད་ནམས་ཀྱི་སྡིག་པ་རྐྱང་རྐྱང་བུ་མང་པོ་ཟད། བའོ། དེ་འདྲའི་ཞིང་ལས་བྱས་ནས་ཐ་མ་ཚེ་ཟད་པའི་སྐབས་སུ། མི་དེའི་སྙིང་ལ་བྱེད་པ་ཨེ་ཡོད་ན་ཟེར་ད་ག་རེ་བྱས་ཡོད་རེད་ཟེར། རེད་བ་བསོད་ནམས་ཞིང་ལས་བྱས་ནས་ཨ་ནི་འབུ་རྐྱང་རྐྱང་མང་པོ་བསད། ཤི་ཡོད་རེད་བ་བསད་ཡོད་རེད། འོ་དེ་ཨ་ནི་དེའི་སྙིང་ལ་བྱེད་པ་ཨེ་ཡོད་ཟེར། ད་ཀོ།

ཚངས་ཆེན་དང་ཕྲད་པ་འདྲ་སྟེ་བྲལ་བས་ནི་མི་ལྟར་སྲིད་ད། སྡིག་པ་སྡིག་ཅན་སྡིག་ཅན་ཨ་ནི་ང་ཚོ་མ་ཟིན་ཉེས་ཅན་ཨ་ནི་བཙོན་ཁང་ནས་ཐར་ཡ་ཡོད་མ་རེད་བ་འོ་དེ་ནང་བཞིན་བྲལ་བས་ནི་མི་ལྟར་སྲིད། སྤྱི་གཙུག་བྱས་ན་སྲིད་ད་ག་འདྲ་ཞིག་ཡིན་པས་སྲིད་ད། ལར་དགེ་སྡིག་ངོ་ཤེས་ནས་རྣམ་སྨིན་ལ་མི་འཛེམ་པའི་མི་དེ། རང་ལ་ཁྲེལ་མེད་རང་བྱས་པར་བལྟའོ། ད་སྡིག་པ་ལ་རྩ་ནས་མི་འཛེམ་པར་བྱེད་རོགས། ཁྲེལ་མེད་རྐྱང་རྐྱང་བྱེད་དེ་ཉིན་དེ་རང་གིས་རང་ལ་བལྟས་ཏེ་ཨ་ནི་ཕུང་བར་བྱས་བ་རེད། འོ་དེ་གསུམ་དང་ལར་དགེ་སྡིག་ངོ་ཤེས་ནས་རྣམ་སྨིན་ལ་མི་འཛེམ་པའི་མི་འདི་ཚོ་རང་གིས་རང་ལ་ཁྲེལ་མེད་རང་བྱས་པར་བལྟའོ་གསུངས་འདུག་ཨ། འོ་དེ་འདྲས་གསུངས་བཞག་འདུན་མ་ཆོས་ལ་བརྟེན་ནས་བྲོས་ཕུགས་སུ་ཨ་ནི་རང་མགོ་ཐོན་པའི་མི་དེ་ལྷ་འཕྲོག་རིན་ཨེ་འདུག་ན། གལ་སྲིད་འདུན་མ་ཆོས་རང་ལ་བརྟེན་ནས་དྲོད་ཕུགས་སུ་རོལ་བ་རང་མགོ་ཐོན་པའི་མི་དེ་ལྟ་ཤི་ན་འགྱོད་པ་མེད་བསམ་པའི་མིའི་བློ་བདེ་བོ་ཅིག་ཡོད་ན་ཨོ་ད་འདི་ལྷ་འཕྲོག་རིན་ཨེ་འདུག་ན་ད་ཞབས་རོ་འཁྲབ་ན་འགྲིག་ས་རེད་བ་སོང་ད་རང་རེའི་འདུན་མ་ལེགས་པོར་སོང་བས་སེམས་ལ་སྡུག་བསྔལ་མ་བྱེད་ཅིག་རེད་བ་ད། ང་ཚོས་ད་ལྟ་ད་ལྟའི་བུ་མོ་འདི་ཚོའི་སྐྱིད་དང་དག་སྣང་བཞིན་ད་ཕ་དམ་པ་བདག་ཉིད་རེད་བ་རང་རེའི་འདུན་མ་ལེགས་པོར་སོང་བས་ང་ཚོས་ཨ་ནི་མི་ཚེ་སྙིང་པོ་ཁྱོད་རང་ལ་བསྐྱལ་ཡོད་པས་ཨ་ནི་སེམས་ལ་སྡུག་བསྔལ་མ་བྱེད་ཅིག་སེམས་ལ་སྡུག་བསྔལ་བྱེད་དགོས་གལ་མེད་ཟེར་ང་ཨ་ནི་ད་ཅིག་གྲོངས་པའི་དབང་དུ་བཏང་ན་ཡང་ཨ་ནི་བློ་བདེ་བོ་བྱས་ཤོག་ཟེར་རེད་བ། ཉིད་ཡིན་པར་བ། སེམས་ལ་སྡུག་བསྔལ་མ་བྱེད་ཅིག། དགའ་བར་བསམས་ལ་སོ་བ་ཡང་ཡང་དང་ཡང་དུ་ཐོབ་ཅིག་ཅེས་ཀྱང་ད་ལོ་བདེ་བོ་གྱིས་དགའ་བར་གྱིས་ལ་ང་ལ་ནི་སོ་བ་ཡང་ནས་ཡང་དུ་ཐོབ་ཤོག་གསུངས། འོ་དེ་འདྲའི་དམ་པ་གསུང་དུ་ད་དེ་ཚོ་ཇོ་མོ་སྐྱིད་ལ་གདམས་པ་ནང་བཞིན་ད་ང་ཚོ་དིང་རི་བ་རྣམས་ལ་ད་ནང་བཞིན་རེད་ད་དིང་རི་བ་ལ་གདམས་པ་དེ་ཡོད་མ་ལམ་ན་ལམ་ལ་ནི་འདུན་མ་ཤར་མ་ཆུར་བྲོས་ད་ད་ད་ཁྱོད་ཀྱིས་དིང་རི་བ་གསུང་བར་བ། འོ་དེ་འདྲ་རེད་ཤོག་དེ་ནས་འདི་དེའི་འོག་དེ་ནས་མ་སངས་རྒྱས་བཅོམ་ལྡན་འདས་ཀྱིས་མདོ་ཡི་ནང་ལ་ག་རེ་གསུངས་ཤེས་ཟེར་མདོ་ལས། སངས་རྒྱས་ཐོབ་པར་འདོད་པས་ཆོས་མང་པོ་ལ་བསླབ་པར་མི་བགྱིད། སངས་རྒྱས་ཐོབ་པར་འདོད་ངན་འདི་ཚོས་ཆོས་མང་པོ་ལ་བསླབ་དགོས་ཡོད་མ་རེད། དོ་བསྡུས་ན་ད་ཆོས་རྣམ་གྲངས་མང་པོ་ཤེས་ན་ད་ཤེས་པ་རེད་མ་ཤེས་ན་ཡང་མང་པོ་ལ་བསླབ་དགོས་ཡ་ག་སྐད་ཡོད་མ་རེད། ཆོས་གཅིག་ལ་བསླབ་པར་བགྱིའོ་སང་སངས་རྒྱས་བཅོམ་ལྡན་འདས་ཆོས་གཅིག་ལ་བསླབ་པར་བགྱིའོ་གཅིག་གང་ཞེ་ན་ཟེར་ད། གཅིག་པོ་དེ་ག་རེ་རེད་ཟེར་ན་འདི་ལྟ་སྟེ། སྙིང་རྗེ་ཆེན་པོ་ཟེར་ད། ང་ཚོ་སྙིང་རྗེ་ཆེན་པོ་དེ་དུས་རྒྱུན་དུ་སྙིང་རྗེ་ཆེན་པོ་བསྒོམ་པ་ཡིན་ན། སྙིང་རྗེ་ཆེན་པོའི་སྒོམ་སྙིང་རྗེ་ཆེན་པོའི་ལག་ལེན་ལྟར། རེད་བ། འོ་དེ་ལྟར་བྱས་བ་ཡིན་ན་གང་ལ་སྙིང་རྗེ་ཆོས་འབའ་ཡོད་པ་དེ་ལ་ཆོས་ཐམས་ཅད་ལག་པའི་མཐུན་དུ་ཡོད་པ་ལྟར་འགྱུར་རོ། གསུངས་སོ། འོ་དེ་འདྲ་གསུངས་ཤག་དང། ང་རང་ཚོ། མ་ཡེངས་པ་ཆོས་གང་ཡང་མི་ཡོང་དུ་མ་སོང་བ་བྱས། ད་མ་འགྱུར་སེམས་ཅན་ཐམས་ཅད་སྡུག་བསྔལ་གྱིས་མནར་བདེ་བ་འདི་སྐད་འདི་ལ་བསམས་ནས་ཨ་ནི། ད་འགྲོ་ལ་ཕན་ཕྱིར་སངས་རྒྱས་བསྒྲུབ་པར་ཤོག་ཟེར་གི། ད་འདི་འདྲའི་གི་ཅིག་ལས་ལ་འབད་བརྩོན། བྱས་བ་རེད་གསུངས་བ་ཡིན་པར་བ། དམ་པ་བརྒྱ་རྩ་མ་ཡི་ཨ་ནི་ཉི་ཤུ་རྩ་དགུ་བ་འདི་ལ་འཆི་བདག་བདུད་པོ་ནམ་ཡང་ཆགས་མེད་པས་དོགས་ཟོན་ཕྲ་འདུག་གྱིས་ཤིག་དིང་རི་བ་སོང་བཞག་རོ། འཆི་བདག་གི་དུས་དེ་ཨ་ནི་ག་དུས་ཡོང་ངེས་བ་ཅི་ཡང་ཡོད་མ་རེད། ད་དེ་ང་རང་ཚོའི་ངེས་པ་མེད་པ་དེ་ང་ཚོས་ཧ་མ་གོ་བ་མ་རེད་ཧ་གོ་ད་གོ་བ་རེད་ནའི། ཨ་དེ་འདྲའི་གཡེང་དེ་བོར་བ་ང་ཚོ། དེ་འདྲ་ནས་དེ་འདྲ་ལ་སྐད་ཅིག་སྐད་ཅིག་ལ་ཡང་ད་འགལ་བ་བསགས་ནས། ཚེ་ཕྱི་མ་ཕན་ཆད་ཀྱི་དགེ་སྦྱོར་ལ་འབད་བརྩོན་བྱེད་ཐུབ་པ་ཡིན་ན་ད་ཕོ་ཁྱོ་བ་རེད་བ། ཕྱི་ཐག་དོད་པོ་ཁོ་ཁོ་ནམ་ཡང་ཆགས་མེད་པའི་དོགས་ཟོན་ཕྲན་དང་ཕྲན་དུ་གྱིས་ཤིག་དིང་རི་བ་གསུངས་འདུག་བ། དེ་མ་ཚིག་པར་བཀྲལ་བ་ཡིན་ན། སྡུག་བསྔལ་ལ་སེམས་མ་བཙུགས་ན། སྒྲོལ་བའི་ལམ་སྣང་མི་ཟིན་པས། སྡུག་བསྔལ་ལ་སེམས་མ་བཙུགས་ན་སྒྲོལ་བའི་ལམ་སྣང་མི་ཟིན་པས། ད་ཆོས་འཆད་པའི་སྐབས་སུ་དཀའ་ལས་འདུག་ཆོས་ལ་དཀའ་ལས་འདུག་ཆོས་དཀའ་ལས་འདུག་ཟེར། དཀའ་ལས་འདི་ལ་སེམས་འཚུབ་པོ་བྱེད་བ་རེད། སྡུག་རུས་བྱེད་བ་རེད། ཆོས་འཆད་པའི་སྐབས་སུ་དཀའ་ལས་ཡོད་རེད། སྐྱེས་བུ་ཁྱོད་ལ་མི་འདུག་སྡུག་པོ་བླ་མས་འདོགས་པ་ཡོད་ཟེར་ང་ཚོའི་ཁ་རྒྱུན་ལ་ཡོད་རོགས་བྱས་ཙང་ཁྱོད་བྱས་པ་ལ་དཀའ་ལས་ཡོད་རེད་དེ་ཡིན་ན་ཡང་སྲན་ཚུགས་པ་བྱས་འོ་རེད། སྡུག་བསྔལ་ལ་སྲན་ཚུགས་པ་བྱས་འོ་རེད་སྒྲུབ་བའི་ལམ་ན་ཟིན་ངེས་མ་རེད་གལ་སྲིད་སྲན་མ་ཚུགས་ན་སྡུག་རུས་དང་སྙིང་རུས་མ་བྱས་པ་ཡིན་ན་ཨ་ནི་སྒྲུབ་བའི་ལམ་ན་ཟིན་གི་མ་རེད་དྭགས་སུ་འང་རེད་ད་དམ་པ་དཔེ་དམ་པ་དཔེ་ཟབ་མོ་རེད་དོ། མི་མཆོད་པ་དང་འབྲེལ་བ་བཅད་པར་བྱ། མི་ཆོས་པ་ན་འཇིག་རྟེན་པའི་ཆོས་ཇི་སྙེད་དང་ཨ་ནི་འབྲེལ་བ་བཅས་བ་རེད། འཇིག་རྟེན་ཆོས་བརྒྱད་ནི་རེད་བ། བསྟོད་ན་དགའ་བ་མི་བསྟོད་སྨད་ན་དགའ་བ་དང་གཅིག་སྨད་ན་མི་དགའ་བ་དང། ཧན་དུ་འཇིག་རྟེན་ཆོས་བརྒྱད་ཡོད་བ། ད་དེ་ཚོ་ང་ཚོ་ཆུ་རྒྱུག་རྒྱུག་སྐྱོ་ཡོད་རེད་བ། འོ་ད་དེ་འདྲས་ཀྱི་འཇིག་རྟེན་པའི་ཆོས་ཇི་སྙེད་ཀྱི་མི་དེ་དང་ཐག་རིང་ཚོས་བསྡད་ན་ཡག་རེད། དེ་འདྲས་སེ་དེ་ཚོ་དང་འབྲེལ་བ་ཡིན་ན་འཇིག་རྟེན་ཆོས་ཀྱི་གོ་གི་རེད་ད། འོ་དེ་བྱས་ནས་མི། མི་ཆོས་པ་དང་འཇིག་རྟེན་མི་ཆོས་པ་དང་འབྲེལ་བ་བཅད་བོ་རེད་སོང། ཞེས་འདིའི་སྐྱོན་དེ་ང་ཚོ་ལ་གོས་འགྲོ་བར་བ། རིན་ཆེན་བཟང་པོའི་གདམས་པ་ཡིན་ནོ་གསུངས་ཤག་ངོ་བོ་དེ་བྱེད། ང་དམ་པ་རིན་པོ་ཆེ་ཞལ་ནས་སྒོ་མ་བྱང་ཆུབ་འོད་ལ་ཡང་འདི་འདྲ་དེ་སྒོ་མ་བྱང་ཆུབ་འོད་ལ་གར་གསུངས་ཤག་ཟེར་ན་ལེ་ལོ་ནི་ཚང་ཆེའོ་ཡང་ཚིག་གཉིས་གཉིས་གཉིས་གཉིས་གཉིས་ཆ་བྲིས་ནས་གསུངས་འདུག་ཨ། ག་རེ་གསུངས་བཞག་ཟེར་ན། གསུང་ས་དེ་སུ་ལ་གསུངས་པ་རེད་ཟེར་ན་སྒོ་མ་བྱང་ཆུབ་འོད་ལ་གསུངས་བ་ཡིན་པ་རེད། ལེ་ལོ་ནི་ཐང་ཆེའོ། ལོང་མེད་ཀྱི་རྟ་ལ་ཞོན་ཅིག། ད་ལེ་ལོ་ཟེར་ཉིན་དེ་དཔེ་མེད་སེ་དཔེ་དེ་ཐང་ཆེའོ། ཟེར་ན་ད་ལེ་ལོ་དེ་བརྒྱ་ཆེན་པོ་དང། ཐང་ཆེན་པོ་དང་གཅིག་པ་རེད་གསུངས། བྱས་ཙང་ལོང་མེད་ཀྱིས་རྟ་ལ་ཞོན་ཅིག། ལོང་མེད་རྟ་ལ་ཞོན་ཅིག་ཟེར་དུས་གང་ལ་ད་ཐང་ཆེན་པོ་ཞུ་ཅིག་གང་ལ་འགྲོ་གི་ཡིན་ན་རྟ་ལ་ཞོན་ནས་རྟ་ཕྱག་བསྟན་མགྱོགས་པོ་རྒྱུག་གི་རེད་མ་གཏོགས་ཨ་ནི་ཕ་ཡ་ལམ་ཐག་དེ་ཆོད་གི་མ་རེད་བ་འོ་དེ་གསུངས་པར་བྱས་ཙང་ད་ལེ་ལོ་ནི་ཐང་ཆེ་འོ་བྱས་ཙང་ལོང་མེད་ཀྱིས་རྟ་ལ་ཞོན་ཅིག། བྱས་ཙང་ད་དུས་ཚོད་ཁོམ་པ་མེད་པ་བྱས་དམ་པའི་ཆོས་ལ་འབུངས་དགོས་རེད་གསུངས་བ་རེད་བ། བརྩོན་འགྲུས་ནི་ཆོས་ཅན་ནོ། ཡེངས་མེད་ཀྱི་དྲན་པས་སོང་ཞིག། བརྩོན་འགྲུས་ཟིན་ཉེན་དེ་ཡང་ལོག་མེད་ཀྱི་རྟ་ལ་ཞོན་ནས་བརྩོན་འགྲུས་བྱས་རེད་དེ་ཡིན་ན་བརྩོན་འགྲུས་ཟིན་ཉེན་དེ་ཤོར་སྐྱེན་པོ་ཞི་བི་རེད། ད་ཡོང་ས་མ་རེད། ལམ་སང་ཨ་ཐང་ཆད་ཉེན་ཁ་རུ། འོ་བྱས་ཙང་བརྩོན་འགྲུས་ནི་ཤོར་རྐྱེན་ནོ། བྱས་པས་བརྩོན་འགྲུས་སུ་ཉིད་ཤོར་ཆོག་ཆོག་བྱས་བ་རེད། བྱས་ཙང་ཡེངས་མེད་ཀྱི་དྲན་པས་ཟུངས་ཤིག། བྱས་ཡོད་དུས་གང་ལ་བརྩོན་འགྲུས་དེ་དྲན་པས་བཟུང་ནས་ངས་མུ་མཐུད་ནས་བརྩོན་འགྲུས་ཆེའོ་བསམ་པའི་དྲན་པ་དེ་རྩེ་གཅིག་གིས་བཟུང་ནས་རྩ་བ་ནས་བརྩོན་པ་མ་བཏང་སོང་བ་དང་བརྩོན་པ་དེ་རྩ་ནས་ཧི་ལང་ཡང་ལ་མ་བཏང་བ་བཅས་དམ་པའི་ཆོས་ལ་ནི་རིགས་པ་བསྒྲིམས་ནས་བསྒྲུབས་ཤོག་གསུངས་བ་རེད་འབར་བ་འཁྲུལ་བ་ནི་བསྒྲིལ་ལ་འོས། དྲན་པའི་རང་ས་ཟུངས་ཤིག། ད་འཁྲུལ་བ་ཟིན་ཏེ་ཡང་སྲིད་ཡང་སྲིད་ང་ཚོ་ལ་འཁྲུལ་བ་ཡང་སྲིད་ཡང་སྲིད་ཡོང་གི་རེད། ད་འཁྲུལ་བ་མ་ཡོང་ཡ་ལ་ག་རེ་བྱེད་དགོས་རེད་ཟེར་ན་དྲན་པའི་ས་ཟུངས་ཤིག་དྲན་པས་ཡི་རིག་པ་བསྒྲིབས་ནས་ཉོན་མོངས་ཡི་ཞེ་བ་དུ་མ་ལྡང་བ་བྱས་དྲན་པས་ཡི་ས་ཟུངས་ཤིག་གསུངས་འདུག་ཨ། རང་རྒྱུད་ནི་གདུལ་དཀའ་འོ། སྙིང་སྙིང་སྙིང་ཆ་དྲིལ་ནས་དཔེ་སྙིང་འཇོག་འདུག་ཨ། རང་རྒྱུད་ནི་གདུལ་དཀའ་འོ། རང་རང་གི་རྒྱུད། རྒྱུད། དྲག་པོ་རང་པོ་རེད་བ། ཨ་ནི་ཆགས་སྡང་གི་གཞན་དབང་དུ་ཤོར་དེ་ཅོག་གིས་ང་ཚོའི་རྒྱུད་རྩུབ་པོ་འདི་འདུལ་དཀའ་བ་རེད། བསྟོད་ཡས་ལ་དཔེ་མི་སྲིད་དཀའ་ལས་ཁག་པོ་རེད། ཨོ། བྱས་ན་ད་ག་རེ་བྱེད་བ་རེད། གདམས་ངག་གིས་གོ་ཐབས་དོང་ཤིག། ཅེས་ས། གདམས་ངག་གིས་ཨ་ནི་གོ་ཐབས་དོང་ཤིག། གདམས་ངག་གིས་ཨ་ནི

ཕོངས་པ་མི་དགོས་ཀྱི་སྐྱེལ་མ་དང་འགྲོགས་ཤིག་ལྟ་བྱས་ཙང་ལམ་འབྲང། ཞེད་སྣང་ཚ་བོ་འདི་ལ་མ་འགྲོ་རང་འགྲོ་ཡིན་ན། ཨོ་ད་དད་པ་དང་མོས་པ་དང་བླ་མ་ལ་ཨ་ནི་ཅིག་དགོས་ཡ་རྩེ་གཅིག་གིས་གུས་པ་བྱེད་རོགས་དེ་པད་རྩ་ནི་མ་ཡེངས་བ་བྱེད་བླ་མའི་རྣལ་འབྱོར་བླ་མའི་རྣལ་འབྱོར་བླ་མའི་རྣལ་འབྱོར་ང་ཚོ་ནམ་རྒྱུན་བཤད་ཡོད་རེད་བ།

དད་པས་ལམ་ལ་མཐོང་ལ་མོས་གུས་ཀྱི་སྐྱེལ་མ་དང་འགྲོགས་ཤིག། མོས་གུས་ཀྱི་སྐྱེལ་མ་དང་འགྲོགས་ཤིག། ཨོ། དེ་འདྲ་རེད་ཤག། ཨོ་དེ་བྱས་ནས་ད་དེ་ནས་མ་དཔེ་མེད་ཟོས་ད་གདམས་པ་ཟབ་མོ་འདུག། ཨོ་ལ་སོགས་ད་དུང་དེ་ནས་ཨོ་དེ་ནས་མ། ཀུན་དགའ་བོ། ཁྱོད་ལྷ་དང་བཅས་པའི་འཇིག་རྟེན་ནི། དོན་ཆེན་པོ་ངས་བྱས་ཟིན་ཏེ་སངས་རྒྱས་བཅོམ་ལྡན་འདས་ལྷ་དང་བཅས་པའི་འཇིག་རྟེན་གྱི་དོན་ཆེན་པོ་ངས་བྱས་ཟིན་གྱི་སངས་རྒྱས་བཅོམ་ལྡན་འདས་ལྷ་དང་བཅས་པའི་རེ་བ་ཨ་ནི་སྤྲོ་བ་སེམས་ཅན་ཐམས་ཅད་ལ་རེ་བ་ཨ་ནི་དམྱལ་བ་དང་དམྱལ་བ་དང་དུད་འགྲོ་དང་གི་དང་ངན་འགྲོ་དང་ཨ་ཅང་ཅང། ལྷ་དེ་ཚོ་ལ་ཡང་ངས་དོན་དག་ཆེན་པོའི་སྒང་ནས་ཨ་ནི་ཆོས་བསྟན་ཡོད་གསུངས། གླུ་བ། སངས་རྒྱས་བཅོམ་ལྡན་འདས། ཕན་ཆེན་པོ་ནི་རྟགས། གླུ་བ་དང། འགྲོ་བ་སེམས་ཅན་ཐམས་ཅད་ལ་ཕན་ཆེན་པོ་ནི་རྟགས། ཕན་ཆེན་པོ་རྟགས་སེ་རྟགས་ཡ་དེ། སངས་རྒྱས་བཅོམ་ནན་འདས། ལམ་བསྟན་བཞག་པ་དེ་རོ། སངས་རྒྱས་བཅོམ་ནན་ང་ཚོ་ལན་བཏགས་པ་དེ་ཕན་བཏགས་པ། ཕན་བཏགས་པ་ཟེར་ཏེ་ལམ་བསྟན་པ་དེ་རེད། ཕན་ཆེན་པོ་ནི་བཏགས། བླ་ན་མེད་པའི་གྲུབ་བ་དང་བདེ་བ་ནི་འདི་ལྟ་སྟེ། བྱས་ཙང་ལྟ། འདི་འདྲའི་གི། ལྟ། ཕན་བཏགས་པའི། ལམ་བསྟན་པ་དེ་སྐྱེ་སྟེ་ཕན་བཏགས་པ་དེ་རེད། འོ་དེ་ཨ་ནི། བླ་ན་མེད་པའི་གྲུབ་བ། བདེ་བ་འདི་ལྟ་སྟེ། བླ་ན་མེད་པའི་སྤྲུལ་བ་དང་བདེ་བ་འདི་ལྟ་སྟེ། མྱ་ངན་ལས་བདེ་བ་ཐོབ་པར་བྱ་བའི་ལམ་ནི་བསྟན་ཟེར་ལྟ་གང་ལྟར་བླ་ན་མེད་པའི་སྤྲུལ་བ་དང་བདེ་བ་སེ་ག་རེས་ན་སྤྲུལ་བ་དང། སྤྲུལ་བ་སེ་ན་ལྟ་བླ་ན་མེད་པའི་བྱང་ཆུབ་ཐོབ་རྒྱུ་ཡོད་པ་དེ་ཨ་ནི་བདེ་བ་རེད་ད་བྱས་ནས། དེ་ག་རེ་རེད་ཟེར་ན། མྱ་ངན་ལས་བདེ་བ་ཟེར། མྱ་ངན་ལས་བདེ་བ་ཟེར་ན་སྡུག་བསྔལ་ཐམས་ཅད་ལས་གྲོལ་བ་ཟེར་གྱི་ཡོད་རེད། འོ་དེར། མྱ་ངན་ལས་བདེ་བ་ཐོབ་པར་བྱ་བའི་ལམ་ནི་བསྟན་ཟེར་ད། མྱང་འདས་ནི་བསྟན་པ་ཡིན་ཟེར་ཉན་འདོད་ལ་ཉན་འདོད་ཀྱི་ལམ་བསྟན་རང་རྒྱལ་ལ་རང་རྒྱལ་གྱི་ལམ་བསྟན་ཐེག་ཆེན་ལ་ཐེག་ཆེན་གྱི་ལམ་བསྟན་ཐེག་པ་གསུམ་པོ་རེད་བ་གང་ཟག་མཐོན་དམན་གང་ཡིན་ན་དེ་དང་དེ་ལ་འཚམས་པའི་ཆོས་ནི་བསྟན་ཟིན་པ་ཡིན་གསུང་བ་རེད། ད་སྒྲུབ་པ་ནི་བཤད་ཟིན་གྱི། ལམ་ནི་བཤད་ཟིན་པ་ཡིན། ད་ཁྱེད་བག་ཡོད་པ་དང་བརྩོན་པར་གྱིས་ཤིག། ད་ཁྱེད་རང་འབད་བརྩོན་བྱས་ནས་ཁྱེད་རང་གི་རིག་པ་བསྒྲིམས་ནས་བརྩོན་པར་གྱིས་ཤིག། རེ་བ། ངས་ནི་དེ་ལ་ཁྱེད་ལ་ཐར་བའི་ལམ་བསྟན་གྱི་ཐར་བ་རང་ལ་རག་ལས། ཤེས་པར་གྱིས་གསུང་བས་ར་ས་ཉོ་ཅོ་མེད་དེ་འོ་དེ་གསུང་བ་ཡིན་པ་རེད། ར་ས་འོ་ནི་ད་ཕ་དམ་པ་སངས་རྒྱས་དམ་པ། ཉི་ཤུ། རྩ་དགུ་བ་དེ་རེད་ཤག་ངའོ་དེ་ཞུས་ཟིན་པ་ཡིན། ཨ་ནི་ད་གཏམ་པ་ཟབ་མོ་རྐྱང་རྐྱང་རེད་ཤག་ད་ང་ཚོ་དུས་རྒྱུན་དུ་ང་ཚོའི་ཚོགས་བྷི་རྣམས་ལ་ད་དགོངས་པ་བཞེས་དགོས་རྐྱང་རྐྱང་དེ་འདྲ་རེད་ཤག་ད་རིག་པ་འགྲིམ་དགོས་འདུག་ད་ང་ཚོ་ག་འདྲ་ད་དམ་པའི་ཆོས་ལ་རྒྱ་རྩར་ཟེར་བ་ནང་བཞིན་ཨ་ནི་བགྲོ་གླེང་བྱས་བགྲོ་གླེང་བྱས་བགྲོ་གླེང་བྱས་ཨ་ནི་ག་ལེ་ག་ལེ་ག་ལེ་ག་ལེ་ལ་བག་ཆགས་ཤིག་བཞག་ནས་ཨ་ནི་འདི་འདྲའི་སྒང་ནས་བློ་དེ་ག་ལེ་ག་ལེ་ག་ལེ་ལ་བཟང་བའི་ཕྱོགས་ལ་ད་ང་ཚོ་པ་འགྱུར་བ་བཏང་ཡོད་དེ་ད་དུས་རྒྱུན་དུ་སོ་སོའི་ཁོར་ཡུག་ཏུ་རིག་པ་སྒྲིག་མེད་རེད་ད་རོ། འོ་ལ་སོ་ནི་ད་རིང་དེ་མཚམས་བཞག་པ་ཡིན་ད་ང་རང་ཚོ་ཧུར་ཐག་པ་ད་ཇེ་རེས་ཞན་ཤོས་ཡིན་ཡང་ཅིག་ཡང་དོན་དག་འདི་ལ་ལྷག་གར་བཟང། ཐུགས་རྗེ་ཆེ་ན་བཀྲ་ཤིས་བདེ་ལེགས།